དེ་ནས་ཅི་ཡིན་ནོ་དེ་ནས་སུ་ཡི་ཕེར་སིས་དེ་ཡིན་ནོ་ཟེར་ཀན་པོ་ང་དང་ཧ་གོ་ཆེ་སི་དེ་ནས་འབར་བརྩོན་བཞིན་སོངས་པ་སང་དེ་ནས་རྒལ་དན་བཞུས་ན་དེ་ནས་ང་དང་རྒལ་དན་དཀའ་བོ་ཁྱེར་ཏེ་ང་དང་སེ་ར་དགྲ་སྤུན་རྒལ་དན་ཟེར་ཏེ་དེ་ནས་ང་དང་དགོན་པ་ཆེན་མོ་སུ་མི་མིང་དུ་བསྒྱུར་ང་དང་བཞུ་ཧྲོལ་ཡོད་དེ་ནོག་དཀའ་བོ་ཁྱེར་ཏེ་ཚིག་ཆུང་ངུ་ནས་ན་བཞུས་ན་སེ་དགྲ་སྒ་སུ་མང་བཞུས་ནོག་དེ་ནང་ནས་དེ་ནས།

ཡིད་བཞག་པོ་ལ་དེ་ནས་དེ་རིང་སང་ལོ་དྲུག་བརྒྱའི་སྔོན་ལ་དེ་ནས་ང་དང་རྒྱལ་བ་ཙོང་ཁ་པའི་དེ་ནས་སློབ་མ་ཡང་ན་ཁོང་རྗེས་འབྲངས་པ་དེ་སྣ་ཚོགས་དེ་ནས་ཁོང་སློབ་ཕྲུག་དེ་ནས་མང་པོ་དེ་ནས་ཁ་སྤ་ཆེན་མོ་མང་པོ་ཞིག་འཛོམས་མ་མཛད་དེ་གཅིག་སྟོང་དེ་ནས་བཞི་བརྒྱ། ང་དང་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ཡི་ལོའི་ནང་དེ་ནས་ཡང་ན fifteen century ནང་ཡིན་ནོ fourteen twenty ཡི་ལོའི་ནང་དེ་ནས་ཁ་སྤ་ཆེན་མོ་རྒྱ་བ་ཙོང་སྐབས་པའི་དེ་ནས་སློབ་མ་མང་པོ་ཞིག་རྫོ་མ་མཛད་དེ་བརྒྱ་ཕྲག་སྟོང་ཕྲག་ཡི་ནང་རྫོ་མ་མཛད་དེ་དེ་ནས་ང་དང་རྒྱལ་བ་ཙོང་ཁ་པ་སྐུ་བཞག་པའི་བཞག་ཡིན་པ་སང་འདི་རིང་ངས་བཞག་པོ་ཁྱེར་དེ་ནང་དེ་བས་ཕི་ཡ་དེ་ནས་ཁོང་ནས་དེ་ནས་སྒྲུབ་མཆོད། དེ་ནས་ང་དང། སངས་རྒྱས་འཇིགས་གསུམ་ཟེར་ཏེ་དེ་ནས་ང་དང་གཞོན་ནུ་དེ་ཚོ་ཟེར་དེ་ནས། ཡི་དམ་མེད་ལྷ་མང་པོ་ཞིག་གི་སྒོ་ནས་དེ་ནས་ང་དང། ཕྱག་མཆོད་མེད་དེ་ཚོ་ང་དང་པདྨ་ནས་བཞག་མང་པོ་ཞིག་དེ་ཚོ་དེ་ནས། བཛྲ་སྟེ། དམར་སྐྱ་སྤ་དེ་ནས་རྩེ་བཛྲ་བཀྱག་སོང་སྤ་དེ་ལུགས་ཧྲོལ་བོ་ཁྱེར་དེ་ནང་མ་ཉམས་ས་ལ་དེ་རིང་ཚུགས་པ་དེ་ནས་ང་དང་ལོ་དྲུག་རྒྱས་སྟེང་ནང་དེ་ན་བུ་མོ་དེ་དེར་བརྩིན་ཡོང་སྤ་སངས

ད་རྒྱལ་བ་ཙོང་ཁ་པ་གོང་ཁྱེར་དེ་ནང་ང་དང་པོ་ལ་དེ་ནས fourteen century ནང་ཡང་ན་བརྒྱ་ཕྲག་བཅུ་བཞི་པའི་ནང་ཕྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བདུན་ནས་ལོ་གོང་ཁྱེར་དེ་ནང་པོ་ལ་ཨ་མདོ་ཕྱོགས་སེ་དེ་ནས་ལྗོངས་ལ་དེ་ནས་མདོ་སྨད་ཙོང་ཁའི་ཡུལ་ལས་ན་དེ་ནས་ཁོང་ཡབ་ཁེ་ནི།

དེ་ནས་ཆོས་རྗེ་དུད་འགྲོར་བོན་ཆེན་བཞུགས་ཀ་ནས་སྐུ་མདུན་ལ་དེ་ནས་ཁོང་ཁྱེར་དེ་ནང་དེ་ནས་དགེ་ཚུལ་ལས་སྡོམ་པ་སྣ་མ་མཛད་དེ། དེ་ནས་དེའི་དུས་ལ་དེ་ནས་ཆོས་རྗེ་དུད་འགྲོར་རིན་ཆེན་ནས་དེ་ནས་ཁོང་དེ་ནས་མཚན་ལ་བློ་བཟང་གྲགས་པ་ཟེར་ཏེ་དེ་ནས་མཚན་ས་ལ་མཛད་ཀྱག་སོང་སྤ་སངས་དེ་ནས་རྒྱལ་བ་ཙོང་ཁ་པས་དེ་ནས་ཚན་ངོ་སྨྲ་བོ་ཁྱེར་དེ་ནང་དེ་ནས་བློ་བཟང་གྲགས་པ་བཞོན་བ་ལ་ད་ཡིན་ནང་དག་ས་ང་ད་ཙོང་ཁ་པ་ཙོང་ཁ་པ་རྒྱལ་བ་ཙོང་ཁ་པ་ཟེར་དེ་བཞིན་འདུག་ཅེས་བོ་ཁྱེར་དེ་ནང་ཀ་བོ་ཁྱེར་དེ་ང་ད་ཡུལ་ལས་མིང་བོ་ཁྱེར་དེ་ནང་བླ་མའི་ཚན་ལ་དེ་ནས་ཐོག་སོང་དེ་ནས་སྤེར་ན་ང་ད་བླ་དགས་པ་ཟེར་ར་ཙོགས་ཀ་བོ་ཁྱེར་དེ་དེ་ནས་ང་ད་ཡུལ་ལས་མིང་ཡིན་དེ་ནང་ཙོགས་ལ་བཟང་སྐར་པ་ཟེར་ར་ཙོགས་ནུབ་ར་པ་ཟེར་ར་ཙོགས་འོ་དེ་བོ་ཁྱེར་དེ་ནང་དེ་ནས་ཡུལ་ལྷའི་མིང་པོ་ཁྱེར་ཏེ་ང་དང་མི་ཡ་ཐོག་སོང་པར་སོང། དེ་གཟུགས་ག་དེ་ནས་རྒྱལ་བ་ཙོང་ཁ་པ་ཟེར་ཏེ་བཞུགས་འདུག་སྟངས་བསྟན་ནོ། འོ་དེ་བས་ནོ། ད་སོང་པར་སོང་དེ་ནས་ད་རྒྱལ་བ་ཙོང་ཁ་པས་དེ་ནས་ཁོང་དེ་ནས་སྐུ་གཤེགས་པའི་ཞགས་པོ་སྙིང་ལ་འདར་པའི་ཞགས་པོ་ལ་དེ་ནས་ཨི་གཟུགས་ཆེ་ཆེ་གེར་གེར་སྣང་རྩིས་སྒོ་ཕྱེས་སའི་དེ་ནས་རྒྱུ་མཚན་ཅིའི་སྐད་ཁོང་ཅི་བཟའ་རྒྱག་བཞུགས་སྐམ་པོ་དེ་ནས་ང་དང་དྲི་བ་ཡང་བྱེད་ནོག་པ་ད་སོང་སྤ་སངས་དེ་ནི་རྒྱལ་བ་ཙོང་ཁ་པ་ཁྱེར་དེ་ནང་སྤྱི་དང་དགུང་ལོ་དྲུག་ཅུ་རག་གསུམ་ཙོང་ཞིག་དེ་ནི་མ་ནི་མ་བཞུགས་སྐྱེ་ག་ལ་ལས། ད་མ་བཞུགས་སྤ་སངས་དེ་ནི་བལྟས་ན་དེ་ནི་ཁོང་དེ་ནི་བླ་མ་ཁ་སྤ་ཆེན་མོ་པདྨ་ནི་བཅུ་ཕྲག་ཁ་ཞིག་དེ་ནི་བལྟས་ན་མཛད་དེ་ཀ་བོ་ང་དང་མ་ནི་གྲངས་ཀ་མང་པོ་བཞི་བཅུ་ལྔ་བཅུ་ཞིག་ཙོང་ཞིག་དེ་ནི་བལྟས་ན་མཛད་དེ། དེ་ནས་དགའ་བོ་ཁྱེད་དེ་ཆོས་ལུགས་རིས་མེད་དེ་དེ་ནས་བླ་མ་ཡིན་ནོ་གསུངས་པ་སང་དེ་ནས་རྒྱལ་བ་ཙོང་ཁ་དཔའ་བོ་ཁྱེད་དེ་ནང་དེ་བླ་མ་ཚང་མ་དེ་ན་འཛའ་དེ་དེ་ནས་ང་དང་མདོ་སྔགས་ཀྱི་གཞུང་ལུགས་ཚང་མས་ན་དེ་ནས་པད་མ་ནས་ཁ་སྤ་ཆེན་མོ་འགྱུར་ར་འཛའ་དེ་དེ་ནས་སྟོན་པ་ཤཱཀྱ་ཐུབ་པས་གསུངས་ཟབ་མོའོ་དེ་ནས་ང་དང་དཔལ་ལྡན་རྩ་བ་གྲགས་པའི་གསུང་ཟབ་མོ་རྫོགས། དེ་རྫོགས་ཚེ་དེ་ནས་ན་ལ་འདྲེ་ཁ་སྤ་ཆེན་མོས། ཚང་མས་དེ་ནས་གསུང་ཚང་མ་གཟིགས་ས་མཛད་དེ། དེ་ནས་ཁ་སྤ་ཆེན་མོ་འགྱུ་ར་མཛད་རྒྱག་པ། ད་སོང་སྤ་སང་དེ་ནས་ཁོང་ཕྱག་སྤེ་ཡང་དེ་ནས་པད་བུ་ཏི་བཅོ་བརྒྱད་ཅིག་རྩ་མ་མཛད་རྒྱག་ཧལ་སོང་སྤ་སང་དེ་ནང་ནས་དེ་ནས་ང་དང། ལམ་རིམ་ཆེན་མོ་ཡིན་ནོ། དེ་ནས། ལེགས་བཤད་གསེར་སྤྲིན་ཡིན་ནོ། དེ་ནས་དྲང་ངེས་ལེགས་བཤད་བརྗོད་ནོ། དེ་ནས།

དེ་གཟུགས་པད་མ་ནས་ཕྱག་སྤེལ་མདོ་སྔགས་ཚང་མས་དེ་ནས་ཕྱག་སྤེལ་མང་པོས་བརྩམས་པ་མཛད་དེ་བསྟན་ནོ། གསུངས་པ་སངས། དེ་ནས་དེ་འོ་ཚང་མ་ཁྱེར་དེ་ན། དེ་ནས་པད་པོ་དེ་ན་དེ་ནས་ང་དང་ཁ་སྤ་ཆེན་མོ་ཚང་མས་དེ་ནས་དེ་འོ་ལ་པད།

དེ་ནས་ཡང་ན་ང་ད་དགེ་ལུགས་པ་ཟེར་ག་ནས་དེ་ནས་འདག་ས་ང་ད་སེར་སྤོ་པའང་བཞུར་བ་ད་སེར་སྤོ་པ་ཟེར་ན་ད་ང་ད་དབུ་བཞེས་འདོགས་པོ་ཁྱེར་དེ་ནང་དེ་ནས་དེ་མིང་པོ་དེ་ནས་ང་ད་དག་སྟངས་སྟེ་ན་སོང་པ་དབུ་བཞའ་དགེ་ལུགས་པའི་དེ་ནས་སེར་སྤོ་ཡོད་པ་སང་སྣམ་པ་སང་དེ་ནས་དེ་བ་ལ་སེར་སྤོ་པ་ཟེར་དེ་ནོག་པ་བཞའ་སེར་ཟེར་དེ་བཞོན་བ་སོང་སྤ་སང། དེ་ནས་ཏེའུ་ཁྱེར་ཏེ་ཁོང་རྒྱལ་བ་ཙོང་ཁ་པ་ཁྱེར་ཏེ་དགེ་ལུགས་པ་ཟེར་ཁ་ནས་དེ་ནས Founder རོ་ཡང་ན་ང་དང་དགེ་ལུགས་པ་ཟེར་ཁ་འབུ་བཙུགས་བ་མཛད་དེ་ནོ། ད་ཏེའུ་དགེ་ལུགས་པས་དེ་ནས་སྟན་པ་འུ་དར་ཆེ་སི་ཕི་ཡ་ཁྱེར་ཏེ་ནང་དེ་ནས་ད་འབྲུག་མཐར་བརྩམས་སྟེ་གཅིག་པུ་འབྲས་མེད་ཙོ་དེ་ནས་ང་དང་དགོན་པ་མང་པོ་ཞིག་གྲྭ་བ་མང་པོ་ཞིག་དགོས་ས་ནོ་དེ་འུག་དེ་ནས་རྒྱུན་མུ་མཐུད་དེ་དེ་ནས་སྟན་པ་འུ་དེ་ནས་སྤེལ་ཆེ་སི་ཕི་ཡ་ལ། དེ་སོང་བུ་སང་དེ་ནས་རྒྱལ་བ་ཙོང་ཁ་པའི་གོང་རང་དེ་ནས་འགོ་མ་རང་དེ་ནས་དགའ་ལྡན་དགོན་པ་དེ་ནས་ཕྱག་བཏབ་པ་ཛབ་རྒྱག་དཀའ་བོ་ཁྱེར་དེ་ནང་དེ་ནས་ང་དང་གཅིག་སྟོང་བཞི་བརྒྱ་ང་དང་རྐུའི་ནང་དེ་ནས་ཡིན་རྒྱག་སོང་བུ་སང་དེ་ཟ་ནས་རྒྱལ་བ་ཙོང་ཁ་པ་ཧ་ལམ་དགུང་ལོ་ལྔ་བཅུ་ལྔ་གསུམ་ཙོང་ཤིག་བཞུགས་སྟེ་ཡིན་རྒྱག་སོང་བུ་སང་དེ་དུས་ལ་དེ་ནས་ཁོང་དགའ་ལྡན་དགོན་པ་ཕྱག་བཏབ་པ་ཛབ་རྒྱག་དེ་ནས། གསུངས་པ་སང་དེ་སྣ་ཚོགས་ལ་དེ་ནས་རྒྱལ་བ་བཙོང་ཁ་པས་དེ་ནས་རྫ་ཆེན་བཞིའི་བཞུགས་སྟེ་དེ་སྣ་ཚོགས་ལ་པད་པོ་ལྔ་དང་གངས་ཅན་ལྗོངས་ལ་དེ་ནས་ནང་པའི་བསྟན་པ་ཕན་ཐོགས་ཆེད་བྱས་ནས་དེ་ནས་དེ་གཟུགས་ཆགས་ལ་སྨན་དབྱངས་ཆེན་མོ་མང་པོ་ཞིག་རྫ་རྒྱགས་པ་དེ་ནང་ནས་གཙོ་བོ་དེ་ནས་རྫ་ཆེན་བཞི་ཟེར་ཏེ་བཞོན་ནོ་དེ་བས་ཁྱད་དེ་ནང་དེ་ནས་ང་དང། ལྷ་སྲས་སྨོན་ལམ་ཆེན་མོ་ཆོས་གྲོལ་སྨོན་ལམ་ཆེན་མོ་གཙུག་ག་རྫ་སྟེ། དེ་ནས་པད་དགེ་འདུན་པ་ཚང་མ་དེ་ནས།

དེ་བས་བཞག་སྟེ་དེ་ནས་ཁོང་ཨ་དེ་ནས་ཅེས་ཞོག་ད་རྒྱལ་བ་ཙོང་ཁ་པས་དེ་ནས་སློབ་མ་དེ་ནས་པད་དུ་མ་མང་པོ་བྱོས་ཏེ་ནོར་གཙོ་བོ་དེ་ནས་ང་དང། ཁ་སྒྲུབ་བྱས་དེ་སྣ་ཚོགས་ལ་རྒྱལ་ཚབ་འདོན་མ་རིན་ཆེན་བྱོས་ཏེ་དེ་ནས་ཁ་སྤ་ཆེན་མོ་གསུམ་དེ་ནས་རྒྱལ་བ་ཡབ་ཧྲ་གསུམ་བྱོས་ཏེ་བྱོན་ནོ། དེས་གསུངས་པ་བཟང་སྟེ། རྒྱལ་བ་ཙོང་ཁ་པ་ཁོང་རང་དེ་ནས་དགའ་བོ་གལ་ཏེ་དག་ས་ལྔ་དང། སྒལ་ལྡན་ཁྲི་པ་བཞི་སྒལ་ལྡན་ཁྲི་པ་ཐོག་དང་པོ་དེ་ནི་རྒྱལ་བ་ཙོང་ཁ་པ་ཁོང་རང་དེ་ནས་ཡིན་ནོ། གསུངས་པ་བཟང་སྟེ། དེ་ནས་ད་རྒྱལ་བ་ཙོང་ཁ་པ་དེ་ནས་ཁོང་དགུང་ལོ་དྲུག་ཅུ་རག་གསུམ་བཞུགས་ཏེ་དེ་ནས་དེའི་སྟེང་ནས་བོད་བཟའ་བཅུ་པའི། དེ་ནས་ཚེས་ཉི་ཤུར་ངའི་བཞག་ཡང་ན་འདི་རིང་ངའི་བཞག་དེ་ནས་ཁོང་སྐུ་སྙ་ང་ལ་འདའ་སྐྱག་པ། ད་སྐུ་སྙ་ང་ལ་འདའ་སྤ་སང། དེ་ནས་དེས་སྟིང་མར་ལོ་ཟླ་གཅིག་སྔ་ལ་བཞོད་རྩོགས་ལ། དེ་ནས་ཁོང་སློབ་མ་མང་པོ་ཞིག་ཡོད་དེ་ནོ་པད་དེ་རྒྱ་བ་ཙོང་ཁ་པས་དེ་ནས་སློབ་མ། གཙོ་ཆེན་མོ་པད་མ་ནས་རྡུང་ཆུ་ཞིག་དྲངས་འཇིག་རྩེ་ནོ་ཁ་བས་ན་དེ་ནས་ང་དང། སྤེན་ནི་ང་དང་ལག་སོགས་ལ་ཡིན་ན། སྟོད་ཅང་སེན་ཤེས་རབ་བཟང་པོ་ཟེར་ཏེ། ས་ག་གྲགས་ཡོད་དེ་ནོ། སོང་པ་སང། དེ་ཙོག་པུ་ཁྱེར་དེ་ན་ཁོང་སྟོན་པ་ཕྱོགས་དར་སྐྱོང་བའི་དར་ཆེན་དྲུག་ཟེར་ཏེ་འོ་དེ་ཁྲོད་ནས་ཡིན་ནོ། སོང་པ་སང་དེ་ན་ཙོག་པུ་དེ་ནས་གཡང་དེ་གཟུགས་ག་དེ་ནས་བུ་དེ་ཁ་སྤེ་ཀྲང་སི་དང་དེ་གཟུགས་མ་ནི་མང་པོ་ཞིག་དེ་ནས་ཡོད་དེ་ནོ། དེ་ཙོག་དེ་ནས་ཚང་མ་དེ་ནས་འཛོ་མ་མཛད་དེ་དེ་ནས་འདི་རིགས་ངས་བཞག་པོ། དེ་ནས་ཁོང་ནས།

དེ་ནས་དེའི་རྩི་དང་ལུག་ཧྲོལ་པོ་ཁྱེར་དེ་ནང་སྒོ་མ་དེ་ནས་ལྔ་དང། ཅིག་སྟོང་བཞི་བརྒྱ་ཉི་ཤུའི་ལོ་ཨ་དེ་ནས་པོད་ལ་བསྟར་ཏེ། དེ་ནས་དེ་ག་ནས་པོ་དེ་དེ་ནས་ཕྱོགས་ཚང་མ་དགའ་བོ་ཁྱེར་ཏེ་དེ་ན་ལོ་ནི་འཕར་ལ། དེ་ནས་པོ་དེ་དེ་ནས་ལྔ་དང་ཆོལ་ཁ་གསུམ་ཟེར་ར་ནོག་རྩིས་ནོག་ཁོ་ནས

ད་ལིང་མེ་ཕུལ་ཆེས་པའི་ནང་ང་ཁྱེར་བལྟས་ན་དེ་ནས་ང་ད་ཅི་ཟེར་ཆོག་ད་སྣ་ཚོགས་ཞིག་ཡོད་བལྟས་ན་ད་ལིང་མེ་ཕུལ་དང་པོ་ལ་ཇི་ལྟར་ང་ད་གོན་པ་གོན་ནས་དེ་ནས་བི་ཏོ་ག་དེ་ནས་བཏུང་ས་ལ་ནོག་དེ་ནས་བཏུང་ཐག་ཅིག་སལ་ཟ་ནས་དེ་ནས་ང་ད་ཆོས་མེ་གོན་དེ་ནས་རིག་ཅེས་ད་དིང་ཡ་ཅེས་ཅེས་ཟིན་འདུག་དེ་ཚང་མ་སྔ་ལ་ཅོ་སེར་སྐྱག་པ་དེ་ནས་ས་དོང་སར་ཟོས་ནས་དེ་གཟུགས་ཚང་མ་ཇུས་སུ་རྒྱག་པ་དང་དེ་ནས་ཆོས་མེད་རིགས་བྱས་ཏེ་ནས་ཡང་དུང་ཐག་ཅིག་བཏང་ས་ནས་ཆོས་མེད་བཀྲམ་བྱས། འོ་གཟུགས་བྱོས་ཏེ་དེ་ནས་དུང་ཐག་ཅིག་བཏང་ས་ནས་དེ་ནས་འཇུག་པས་ཀ་དེ་ནས་ཆོས་མེད་ཕུལ་བྱས་སོ་དེ་བཙོག་དེ་ནས་ང་དང། དུང་ས་ལ་ནང་དེ་གཟུགས་བལྟ་སྟེ་དེ་ནས་ཆོས་མེད་ཡང་དེ་ཚང་མ་དེ་ནས་བཀྲམ་བྱས་དེ་ནས་ཕུལ་བྱས་དེ་གཟུགས་ང་དང་སྐྲ་ལིག་རྫ་དང་ནོག་པ། དེ་གཟུགས་ལུག་ཧྲོལ་གྱི་ཡོད་དེ་ནོ། སོང་སྤ་སང། ད། དེ་འོས་ཁེལ་ཏེ་ང་དང་ལྷག་ཟེར་ན་དེ་ནི་སྔོན་མ་ནས་ཕར་ལ་ཡོད་དེ་ནོ་ད་འདི་རིང་སོང་ད་ལོ་ལྔ་བརྒྱ་དྲུག་བརྒྱ་སོང་ཟེར་ནོ། ད་དེ་འོས་ཁེལ་ཏེ་ན་ད་བདག་འདི་རིང་ང་དང་ཆོས་མེད་ཕུལ་དང་པོ་ལ་ད་སྔོན་མ་ན་ཡིན་ན་ང་དང་ཀར་མེད་ཕུལ་ལས་བཀྱགས་དེ་ནས་དེ་སྟེང་རྗེས་ནས་ང་དང་རྒྱ་གར་ཙོག་ནས་དེ་ནི་མོམ་ཕ་ལི་ཙོག་དེ་གཟུགས་ལྷད་པ་ནང་ད་སྟོད་ཕུ་ལ་ནོག་པ་ད་བདག་འདི་རིང་དེ་ནི་ད་ལྷོག་ཡོད་དེ་ནས་ཆོས་མེད་ནང་དེ་ནས་ང་དང་ད་དེ་ན་ཙོག་ལ་ཡང། སྐབས་རེ་ལ་ང་དང་སྔོན་མ་རིག་ནི་དེ་ནི་ང་དང་རི་ཀུན་ལ་དེ་ནི་ཤལ་མ་འུ་ནི་ཀ་དེ་ནི་མ་རི་མཐོན་པོ་འུ་ནི་ཀ་དེ་ནི་ང་དང་དགོན་པ་ཙོག་ཏི་གཟུགས་གི་དེ་ནི་རི་མོ་འདི་སྟེ་དེ་ག་དེ་ནི་འདྲ་བས་ན་དེ་ནི་ང་དང་ས་མར་སྣང་དེ་གཟུགས་ཀུ་རི་ཀྱང་སྟེ་དེ་གཟུགས་ཀ་མཆོད་མེའི་ཚུལ་ལ་ཕུལ་ཀ་ནའང་མང་པོ་ཡོད་མཐོང་བྱེད་ན་གསུངས་པ་ད་དེ་ཚང་མ་ཁྱེར་ཏེ་ང་དང་མཆོད་མེ་ལིང་མེ་ཕུལ་དང་ཨེ་དེ་ནི་ལུགས་ཧྲོལ་གྱིན་རྒྱག་པ་ད་དེ་ནང་ནས་མིག་སལ་གྱིས་ང་དང་ལགས་པ་ཀུན་ནས

ད་སྒོ་མ་རང་བལྟས་ནས་འོད་ཀོན་དཔའ་བོ་ཁྱེར་བལྟས་ན་དགའ་ལྡན་ཀོན་དཔའ་དག་སེ་ང་ད་སྔ་ཟླ་གཅིག་སྔ་ན་གཞོས་བཙོག་ལ་སེ་སྒྲ་ཟ་ག་གསུམ་ཟེར་ག་ནས་སེ་ར་སྒྲ་སྤུངས་དགའ་ལྡན་ཟེར་ག་ནས་དེ་ཀོན་དཔའ་ཆེན་མོ་གསུམ་ནང་བལྟས་ནས་ང་ད་བོད་ལ་བཀྲ་ཤིས་ལྷུན་པོ་ཟེར་ཏེ་གཞོན་ནོ་ཡང་གདན་ས་ཆེན་མོ་གཅིག་ག་བས་ན་ང་ད་པཎ་ཆེན་རིན་པོ་ཆེ་བཞུགས་ས་སོང་སྤ་སང་བལྟས་ནས་ཨི་ཀོན་དཔའ་བོ་དེ་ནས་ང་ད་ཡུལ་ལུགས་པའི་ཀོན་དཔའ་ཆེན་མའི་བྲང་ཀོན་ཨི་ནག་པ་ད་སོང་སྤ་དེ་ནང་ནས་དང་པོ་བོ་ཁྱེར་བལྟས་ན་རྒྱ་བ་ཙོང་ཁ་པ་ཁོང་རང་ཨ་བལྟས་ནས་ཕྱག་ཐབས།

ང་དང་བཅུ་དྲུག་གི་ལོ་ཨ་དེ་ནས་རྒྱལ་བ་ཙོང་ཁ་པས་དེ་ནས་ངོ་སློབ་ཅིག་དེ་ནས་ཁྱེར་དེ་ནང་ང་དང་འཇམ་དབྱངས་ཆོས་རྗེ་ཟེར་དེ་བཞོན་ནོ་དེ་ནས་ཁོངས་དེ་ནས་ང་དང་འདྲ་སྤུངས་དགོན་པ་ཕྱག་བཏབ་བ་འཛད་ཀྱང་ཅིག་སྟོང་བཞི་བརྒྱ་བཅུ་དྲུག་གི་ལོ་ཨ་སོང་སྤ་སང་དེ་ནས་འདྲ་སྤུངས་ན་དེ་ནས་ང་དང་སྒོ་མང་ནང་ལོ་གསར་གླིང་ཟེར་དེ་དེ་ནས་གྲྭ་ཚང་ཆེན་མོ་གཉིས་བཟོས་དེ་ནོ་ད་ལྟའི་སྟེང་ནས་དེ་ནས་ཡང་རྒྱལ་བ་ཙོང་ཁ་པས་དེ་ནས། དངོས་སློབ་གཅིག་དེ་ནས་དཀའ་བོ་ལྔ་དང་བྱམས་ཆེན་ཆོས་བཞི་བཞུགས་ཏེ་དཀའ་བོ་ལྔ་དང་མདང་ཉི་ཤུ་བཞི་བཞག་ག་ཁོང་བྱམས་ཆེན་ཆོས་བཞི་དེ་ནས་སྐུ་ཞག་ག་བཛྲ་ཀྱག་སོང་སྤ་སོང་མདང་ཉི་ཤུ་བཞི་བ་ལ་ལྔ་དང་བཞི་མཆོད་མཛད་ཏེ་སེ་ནོ་པ་ལྔ་དང་ཡེ་ར་བཞི་མཆོད་མཛད་ལ་ན་སོང་སྤ་སོང་བཞི་མཆོད་པོ་དེ་བ་ཡིན་ནོ་དཀའ་བོ་ཁེར་ཏེ་དེ་ནས་ལྔ་དང།

རྒྱལ་བ་དགེ་འདུན་གྲུབ་ཟེར་ན་ང་དང། རྡ་ས་ང་དང་རྒྱལ་བ་རིན་པོ་ཆེའི་སྐུ་ཕྲེང་དང་པོ་ཡང་ཏཱ་ལའི་བླ་མའི་སྐུ་ཕྲེང་དང་པོ་ལ་རྒྱལ་བ་དགེ་འདུན་གྲུབ་ཟེར་ཏེ་བཞོན་ནོ། ཁོང་དེ་ནས་བཀྲ་ཤིས་ལྷུན་པོ་ཕྱག་དར་བ་རྫ་སྐྱག་གཅིག་སྟོང་བཞི་བརྒྱ་བཞི་བཅུ་ཞབས་བདུན་ནས་ལོ། སོང་བ་སང་དེ་ནས་ཨིའི་གཙོ་བོ་ཆེན་མོ་ཁྱེར་ཏེ་གདན་ས་ཆེན་མོ་གསུམ་དེ་ནས་བཞི་བཀྲ་ཤིས་ལྷུན་པོ་ན་གདན་ས་ཆེན་མོ་བཞི་ཟེར་ཏེ་སྲས་རྫ་དང་ནོ། ད་ཨིའི་བོན་ཁྱེར་ཏེ་དེ་ནས། ད་ལྟའི་མོན་པ་དེ་རུ་ང་དང་མང་པོས་བསྟེན་ནོ། ད་གཙོ་བོ་ཨིའི་ཚང་ཁ་དེ་ནས་ཡོངས་གྲགས་ལ་ཤ་དེ་འདུ་བ་ནོ། ད་ལྟའི་ལུགས་སྲོལ་བོ་དེ་ནི་ང་དང་དེ་ག་ནི་པོ་གང་གང་སོང་བ་ལྟར་གཅིག་པོ་ནི་གི་ལུགས་པའི་བསྟན་པའོ། ད་ལྟའི་བོ་ཁྱེར་དེ་དེ་ནི་ང་དང་ལགས་ལ་དེ་ནི་དེ་ག་ནི་གི་ལུགས་པའི་བསྟན་པ་ལྟར་རྫ་རྒྱག་པ། ད་གི་ལུགས་པའི་བསྟན་པ་ལ་དྭགས་ལ་དེ་ནི་མགོ་མ་རང་ང་དང་སུས་ཁྱོང་རྒྱག་གི་བཞུགས་ན་དེ་ནི་ང་དང་གཅིག་ད་ང་དང་རྒྱ་བ་ཙོང་ཁ་པ་ཁོང་རང་དེ་ནི་ང་དང་ཚེ་དཔག་མེད་དུ་སྐུ་ཐེབས།

དཀར་བོ་ཁྱེར་ཏེ་རྒྱལ་བ་ཙོང་ཁ་པ་ཁོང་རང་ཡང་དེ་ནས་ལུང་ས་འཇིགས་ཆུ་བོ་སི་ཏའི་ཡ་ཕྱོགས་སུ་ང་ཡི་སྟོན་པ་བསྟར་བར་གྱུར་ཟེར་ཏེ་དེ་ནས་ཡོད་པ་བཟང། དེ་ནས་ཏེའུ་བོ་ཁྱེར་ཏེ་ནང་བལྟས་བྱ་བྲལ་གཉིས་སུ་མཉམ་པོ་དེ་ནས་འོ་དེ་རྒྱལ་བ་ཚེ་དཔག་མེད་དེ་སྐུ་བོ་དེ་ནས་རྒྱལ་པོ་གྲགས་པ་འབུམ་སྡེ་ཀ་ལ་གནང་དེ་ནས་རྒྱལ་པོ་གྲགས་པ་འབུམ་སྡེ་དོད་ཕུལ་ཏེ་དེ་ནས་ཁོང་ནས་ང་དང་འདག་ས་སྤི་ཏུ་དགོན་པའི་ང་དང་གཅིག་ཤོག། སྟོན་པ་ཕྱག་རྒྱ་ཐོད་པའི་སྐུ་ཆེན་མོ་ཞིག་གིས་སྟོན། དེ་ན་དེ་ནས་དེ་ན་རྒྱལ་བ་ཙོང་ཁ་པའི་བཀའ་ལ་བཛད་དཀའ་ནས་དེ་སྐུ་བོ་ཁོང་དེ་ན་བཟུང་བ་ཕུལ་དེ་གཞོན་ནུ་པ་ད་གསུངས་པ་སང་དེ་ཟ་ནས་དེ་ནས་དེ་ག་དེ་ནས་ང་དང་ལྷ་ཁང་འདི་གཟུགས་གཞན་ལ་མཛད་རྒྱག་པ་ད་གཙོ་བོ་དེ་སྟེང་ནས་དེ་ནས་དགེ་ལུགས་པས་དེ་ནས་ང་དང། དགོན་པ་ཐོག་མ་བོད་ཁྱེར་དུས་ནང་ང་དང། སྟོད་བྱང་སེམས་ཤེས་རབ་བཟང་པོ་ཀ་བོད་ཁྱེར་དུས་ང་དང་སྟན་པ་ཕྱོགས་དར་སྤེལ་བའི་དར་ཆེན་དྲུག་བཞུགས་ཀ་ནས་དེ་ནས་ཁོང་ནང་ནས་གཅིག་ཡིན་ནོ། བཙོང་པ་སང་སྟོད་བྱང་སེམས་ཤེས་རབ་བཟང་པོ་སྨད་བྱང་སེམས་ཤེས་རབ་བཟང་པོ་དེ་ནས་འོ་དེ་ཙོག་དེ་གཟུགས་དེ་ནས་ང་དང་ཁོང་གཅིག་ཤོག་གོ། རྒྱལ་བ་ཙོང་ཁ་པའི་སློབ་མ་དེ་གཟུགས་སྟན་པ་སྤེལ་ལ་སྐྱོད་ཀ་དྲུག་བརྩིས་བཏང་གཅིག་ཡོད་དེ་ནོ། དེའི་ནང་ནས་སྟོད་ཅིང་སན་ཤི་ར་བཟང་པོ་ལ་དྭགས་ལ་ཕེབས་ཏེ་དེ་ནས་འགོ་མ་རང་དེ་ནས་ང་དང། སྟག་མས་དེ་ནས་ལྷ་ཁང་སེར་པོ་ཕྱག་རྟ་བ་བཛྲ་བརྒྱ་བཞུ་ནོག་པ་དེ་ནས་ཏེའུ་ཁྱེར་ཏེ་དགེ་ལུགས་པའི་སྟག་དགོན་པ་དང་པོ་ཙོག་པའི་འགེགས་པ་དེ་ན་ཙོགས་ལ་དེ་ནས་ང་དང་ཁྲིག་སེ་དགོན་པ་ནང་དེ་ནས་དེ་ནས་དེ་ན་ཙོགས་ལ་དེ་ནས་ནུབ་ར་བསྐྱོད་དེ་ནུབ་ཕེབས་ཏེ་ནུབ་ར་བདེ་སྐྱིད་དགོན་པ་ཕྱག་རྟ་བ་བཛྲ་བརྒྱ་དེ་ནས་ནུབ་རའི་ཨན་ས་དགོན་པ་ཕྱག་རྟ་བ་བཛྲ་བརྒྱ་སྟོད་ཅིང་སན་ཤི་ར་བཟང་པོ་ཕེབས་ཏེ། དེ་སྣ་ཚོགས་སུ་ལ་དེ་ནས་སྟོད་ཆེན་ཚོན་ཕྱི་ར་བཟང་པོ་དེ་ནས་དེ་ནས་ཟངས་དཀར་ལ་ཕེབས་སྟེ་དེ་ནས་ང་ཐང་དཀར་ཤ་དགོན་པ་དེ་ནས་སྒྱིད་ལུག་པ་དེ་ནས་གུ་ར་ཙ་རྒྱ་དཀའ་བོ་ཁྱེར་ཏེ་སྟེང་ནས་དེ་ནས་ལོ་སུམ་བརྒྱ་བཞི་བརྒྱ་བཞེས་སྔ་ལ་བཞེངས་ཀ་ནས་དགོན་པ་ཡིན་པ་སངས་དེ་ཙ་ནས་དེ་ནས་པད་ཉམས་ཆགས་སོང་སྟེ་སྐྱག་པ་ད་ལྟེའུ་ཁྱེར་ཏེ་ཁོང་སྒྱིད་ལུག་པའི་དགོན་པ་གུ་ར་ཙ་དེ་དེ་ནས་དེ་ན་གཞིས་སུ་མི་ང་ཐང་ཧྲོལ་ཙུ་ག་ཙ་དེ་དེ་གཟུགས་ཙ་སྐྱག་པ་དེ་ནས་དེ་སྟེང་ན།

ད་ལི་ཀིར་དགོན་པ་ཡིན་ནོ་དེ་ན་གཙོ་ལ་རི་རྫོང་ཡིན་ནོ་སང་ད་གླིང་ཡིན་ནོ་དེ་གཙོ་ལ་དེ་གཙོ་དེ་ནས་རིགས་ཀྱི་ལུགས་པའི་དགོན་པ་མང་པོ་ཞིག་དེ་ན་ད་ལི་ཀིར་དགོན་པ་ནི་ན་སྔ་ལ་དེ་ནས་ང་ད་བཀའ་གདམས་པའི་དགོན་པ་ཞིག་བསྟན་རྒྱག་པ་དེ་ནས་བླ་མ་ལྷ་དབང་བློ་གྲོས་སུ་དེ་ཚོ་ཁོང་ཕྱག་བཏབ་པ་དེ་ནས། དེ་སྟེང་ནས་དེ་ནས་ང་དང། ལས་ཀྱི་དགོན་པ་ཁྱེར་དེ་ནང་སང་ཕུ་བ་དེ་ནས་བླ་མ་ལྷ་དབང་བློ་གྲོས་སོ། ཁོང་དེ་ནས། ཕེབས་ཏེ་དེ་ནས། སྔ་ནས་དེ་ནས་བཀའ་གདམས་པའི་དགོན་པའོ་དེ་ནས་ཉམས་ཆག་སོང་སྟོད་སྐམ་པོ། དེ་ནས་ཁོང་སླར་གསོ་མཛད་དེ། དེ་ནས་ཡི་གེ་བླུགས་པ་དེ་ནས་དེ་ག་ནས་ཡི་གཟུགས་སོང་ཟེར་རྫོང་ལྔ་དང་དེ་གཟུགས་ཕྱག་བཏབ་པ་མཛད་དེ་ཡིན་ནོ། ད་ལྟའི་ཙོག་པུ་དེ་ནས་ད་མང་པོ་དེ་ནོ། ད་གསུངས་པ་སོང། དེ་ནས་ད་ཡི་གེ་བླུགས་པའི་བསྟན་པ་ལྟར་ཚུལ་ཙོག་པུ་ཡིན་ནོ། ད་དེ་ག་ནས་དེ་ནས་ང་དང། སྔོན་མའི་ཆོས་རྒྱལ་དགོན་ནས་བཏུས་ནས་རྒྱལ་པོ་གྲགས་པ་འབུམ་སྡེས་སྐུ་བཏུས་ནས་བཏང་སྟེ། ད་དེ་རིང་ཚུགས་པ་དེ་ནས་ང་དང་ལོ་དྲུག་བརྒྱ་ཐལ་ཅིག་སོང་སྟེ། དེ་བས་ན་དེ་ནི་ང་དང་ཨི་ག་ལ་རྣམ་འབྱོར་རྩེ་དང་ལུགས་ཧྲུལ་དབང་དེ་སྣ་ཚོགས་ལ་ད་ལྟའི་དེ་ནི་འདི་རིང་ཚུགས་པ་དེ་ནི་མ་ཉམས་ས་དེ་ནི་འདི་གཟུགས་ཀ་ད་རིང་བསྐྱོད་དེ་ནོ། ད་སོང་བ་སང་དེ་འོད་ཁྱེར་དེ་ནང་དེ་ནི་སྐྱི་ཕེ་དེ་ནི་སི་གོ་ཤེས་ཁག་ཅན་ནི་ནོག་བཞོད་ན་དེ་ནི་དེ་འོད་ང་དང་ཨི་ག་ལ་རྣམ་འབྱོར་པོ་གཅིག་པོ་ཆུ་མེད་ཕུལ་བྱེད་ཤིག་གཅིག་པོ་མ་ཨན་བ་ལ་ད་ལྟའི་ག་ནི་ང་དང

འཛམ་བུའི་གླིང་ཡེ་ཤེས་སྡེ་ཡོངས་ཀྱི་ནང་དེ་ནས་ང་དང་མིའི་སྐྱེར་པ་སོ་སོ་དེ་ནས་དེ་ག་ནས་དེ་ནས་ཉམས་ལེན་བཅོས་ཏེ་ས་དང་བླ་མའི་དེ་ནས་རྟོགས་པ་སྐྱེས་སྟེ་དེ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཅེས་སའི་དེ་ལམ་གྱི་གེགས་རྒྱག་པ་གསུངས་པ་དེའོ་དེ་ནས་ང་དང།